ཡ། རྒྱུད་ལས། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལ་འགས་ཚང་མ་ལ་སྔ་དྲོ་བདེ་ལེགས་དང། ཨེ་ནས་རྒྱུད་ལས་བཞུས་ཏེ་དེ་ནས་དེ་རིང་ང་དང་སློབ་ཙམ་པོ་སྐུ་གཟུགས་ཞུན། གང་གིས་བདག་ལ་རིག་པ་བསླབ་པ་དང་མདོ་རྒྱུད་ཟླ་མཆོད་མ་སྔར་རྗེས་བསྟན་དང། ལྷག་པར་ནོར་དང་དབང་བསྐུར་བྱིན་རླབས་པའི་དངོས་ཀྱི་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་བསམ་ན་ད་གདངས་ནང་བཞུགས་མཁན་ཚོགས་ལ། ནས་གའོ། དེ་ནས་ང་དང་ཨཱས་ག། གཞུང་ལུགས་སྣ་ཚོགས་ལ་བསྟུད་པའི་བསླབ་བྱ། དེ་ནས་སྡེ་ཚན་དྲུག་ཅུ་རག་ཞིག་པའོ་ཞུ་བྱས་ཟིན། གསུངས་པ་སང་ན་ད་སྡེ་ཚན་དྲུག་ཅུ་རག་ཞིག་པས་ན། དེ་ནས་ག། ཨེ་ནས་དགུང་ཐང་རིན་པོ་ཆེས། དེ་ནས་ང་དང་ཨཱས་ད་ག། མི་རྟག་པ་དྲན་ཚུལ་ཡང་ན་མི་རྟག་པ་སྒོམ་ཚུལ། ཡང་མིན་ན་ང་དང་མི་རྟག་པ་བསམ་ཚུལ་ལིས་སྐོར་ལ། ཨོ། དེ་ནས་ཅི་གསུངས་ས་འདུག་ཞུས་ན། ཆེས་ཤིན་ཏུ་ལེན་པ་ལུག་གིས་ཀྱང། རང་རིགས་རྣམས་བཤན་པའི་སོ་མཐོང་ཚེ། སྙིང་འདར་ན་བཤན་པའི་རང་སྟེང་དུ། སྦྱོར་མི་ཤེས་པ་དེ་ཕྱུགས་ལ་ལྷུན། གསུངས་ཟིན་འདུག་བ་ལས། ཨོ། ད་འདི་ཅིའི་སྐོར་ལ་གསུངས་ཟིན་ཨོ་ཟེར་ན་ཨི་ན་ཟུ་གིས་ད་ང་དང་ཏུར་གུ་ན་གཞོན་འཇིག་དང་ཡོང་ཟིན་ཨོ། ཨེ་ནས་སངས་རྒྱས་བཅོམ་ལྡན་འདས་ཡ་མེད་ན་ནང་པ་སངས་རྒྱས་པའི་ཆོས་གཟུགས་ལ། ཨེ་ནས་ག། མི་རྟག་པ་ང་དང་སེམས་ལ་བཀྲལ་འགོ་ཤེས། ཨེ་ནས་དེ་ན་འཆི་བ་མི་རྟག་པ། ཨེ་ནས་སེམས་ལ་སྐྲན་མགོ་ཤེས་པོ། མང་སྟེང་ཁག་ཅན་འཇིག་ཡིན་འོག་གཞིར་དེ་ང་དང་ད་སངས་རྒྱས་སུ། ལན་གཅིག་མ་ཡིན་པ་ལན་བརྒྱ་ཕྲག་སྟོང་ཕྲག་མང་པོ་ཡང་ཡང་དུ་གསུང་བ་རྫ་ད་མ་ཟད། ཨེ་ནས་བཅོམ་ལྡན་འདས་ཀྱི་སྒོ་མ་རང་ཡུལ་དེ་ནས་མངོན་པར་རྫོགས་པ་སངས་རྒྱས་ཏེ། ཨེ་ནས་ཡུལ་བ་ར་ན་སི་ཡ་བདེན་པ་བདེན་པ་བཞི་ཡི་ཆོས་སྐོར་སྐོར་ར་རྫ་རྩ་ན། དང་པོ་དང་རྐྱང་པོ་ཨེ་ནས་མི་རྟག་པའི་སྐོར་ལ་གསུང་བ་རྫ་དེ་ནོ་བ་ལས། པ་མིར་བཏགས་པའི་སྐོར་ལ་བཀའ་ཟུར་གྱི་གསུང་བ་རྩ་དེ་ནོག་ཟེར་ན་བདེན་པ་བཞི་པོ། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་བཞི་ཡོད་པས་ན་ཨེ་ནི་མགོ་མ་རང། ཨེ་ནི་སྡུག་བསྔལ་བདེན་པའི་སྐོར་ལ་གསུང་བ་རྩ་དེ་ནོག། ད་སྡུག་བསྔལ་བདེན་པའི་སྐོར་ལ་གསུང་བ་རྩ་དང་པོ་གཅིག། ཨེ་ནི་སྡུག་བསྔལ་བདེན་པ་ལ་ཡང་ཁྱད་ཆོས་བཞི་ཡོད་པས་ན། མིར་བཏགས། གཟུགས་བསྔལ། སྟོང། བདག་མེད་བཞི་ཡོད་པས་ན་ཨེ་ནི་སྒོ་མ་རང་ཨོ་དེ་ནི་མི་རྟག་པའི་སྐོར་ལ་གསུང་བ་མཛད་པ་བསང་ན་ཨོ་གསུངས་པ་བསང་ན་ཨེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨོ་གསུང་གི་ཐོག་མ་ཡང་མི་རྟག་པའི་སྐོར་ལ་གསུངས་ཟིན་ཀྱག་ཨེ་ནི་གསུང་གི་ཐ་མ་ཡང་ཨེ་ནི་མི་རྟག་པའི་སྐོར་ལ་གསུངས་ཀྱག་ཨེ་ནི་བར་དུ་ཨོ་གསུངས་ཙམ་ཞིག་གསུངས་ཏེ་ཡོད་ན་ཡང་ཨོ་དེ་དག་ཐམས་ཅད་ཨོ་དང་ང་དང་གཞན་དང་ལ་ཕབས་བསང་ན་ཨོ་དོན་དག་ཨོ་དང་མི་རྟག་པའི་སྐོར་ལ་གསུངས་ཟིན་ཀྱག། ད་འོ་ན་མི་རྟག་པའི་སྐོར་ལ་གསུངས་ན་མི་རྟག་པའི་སྐོར་ལ་གསུང་དགོས་ཤེས་པོ་ཨེ་ནི། ཅི་བ་ཨེ་ནོ། ཨི་ཟམ་ཁག་ཅན་ཅིག་ཅི་བྱེད་ཀྱི། ཧ་ལས་ང་དང་མི་རྟག་པ་ཧ་གོ་གོ་ཤེས་པོ་ཙམ་ཞིག་ཁག་ཅན་ནོག་ཟན་པོ་ཅིག་ཨོ་ད་ང་དང་ཆོས་ཚར་དང་ལྡན་པ་ཞིག་ཡོང་མ་ཡོང། ཆོས་ཀྱི་ལམ་ན་སྒྲུལ་མ་སྒྲུལ་པོ་ག་མི་ཨ་མི་རྟག་པ་ཧ་གོ་དེ་ཡོད་མེད་ལ་རག་ལ་བསམ་བ་ལས། འགའ་མི་ཡ་མི་རྟག་པ་བདེན་པའི་རང་ཧ་གོ་སྟེ་ཡོད་ན། ཨེ་ནས་ད་ལྟའི་མིས་ཆོས་ཀྱི་ལམ་ན་སྒྲུལ་མ་སྒྲུལ་ཟེར་མཁན་པོ་ཐེ་ཚོམ་ཟ་མེད་ཀྱི་ཧ་ལས། དཔེར་ན་སྔར་གྱི་རྒྱ་ཧྲ་བྱང་ཆུབ་སེམས་དཔའ་རྣམས། ཨོ་དགའ་བྱང་ཆུབ་ཀྱི་སེམས་ཐུགས་རྒྱུད་ལ་འཁྲུངས་ཤེས་སོ། ཅི་ཡ་ཟེར་ན་ཁོང་གོ་མ་ཁོང་གོ་མ་ན་སྐུལ་མ་རྒྱ་ལེགས་སོང་ཀྱག། འགའ་རང་གི་དགེ་བའི་བཤེས་གཉེན་གྱིས་མི་རྟག་པའི་ངོ་སྤྲོད་པོ་བརྒྱ་ལེགས་མཛད་པ་བསགས་ན་ཨེ་ནི་འགའ་ཁོང་ཨ་ཨོ་ད་དེ་ནས་འཇིག་རྟེན་གྱི་ལཱས་དང་སྦྲེལ་པའི་ལཱས་དང་བྱ་བ་སྤྱོད་བྱས་པོ་ཨོ་ད་དེ་སེམས་ལ་མ་ན་ཡོང་བ་མེད་ཀྱི། ཅེས་ཟེར་ན་ཁོང་ཨ་སེམས་ཀྱི་སྟེང་ན་མི་རྟག་པའི་སྐོར་ལ་གཞན་དེ་དེ་ན་བ་ལ། ད་འོ་ན་མི་རྟག་པ་མི་རྟག་པ་ཟེར་པ་ཅིག་ཡང་ང་དང་དྲི་བ་ཡོང་བ་ནོ། མི་རྟག་པ་ཁོ་རང་པོ་ཟེར་ན་ག་གཟུགས་ཤིག་ག་ཟེར་ནོ་ཟེར་ནོ། མི་རྟག་པ་ཟེར་ཞིག་ཡིན་ན་གཟུགས་ཀྱི་མི་རྟག་པ་ང་དང་འདུ་བྱེད་ཐམས་ཅད་མི་རྟག་པ་ཟེར་པོ་ཅིག་ག། དངོས་པོ་ཞིག་རྒྱུ་དང་རྐྱེན་ལ་སྐྱེ་སྟེ་ཡོད་ན་འོ་དེ་དངོས་པོ་བོ་ལ་ཅི་ཟེར་ནོ་མི་རྟག་པ་ཟེར་ནོ། ད་ང་དང་བསམ་བློ་བཏང་རོགས་པ་འོ་ནམ་འཇུག་རྒྱུ་དང་རྐྱེན་ལ་སྐད་གཟན་པོ་གཅིག་ང་དང་དེ་ཤིང། འོ་དེ་ནས་དགའ་ཡར་པ་ལགས་ཚུགས། འོ་ད་དེ་ནས་བཅུ་ལུ་བཅུ་ལི་སྐུ་གཞུང་ངོ་ད་རང་གི་རྒྱུ་རྐྱེན་ལ་སྐད་སྐམ་པོ་ང་དང་ཧ་གོ་རོགས་པ་ཨི་བསྒྲགས་དང་རྡོ་ཨ་ནང་ད་དེ་ཆུ་ནང་དེ་ཚང་མ་གར་རྒྱུ་དང་རྐྱེན་ལ་ཅང་སྐད་སྟེ་འདུག་མི་རུག་ས་མ་རོགས་དེ་དབུན་མ་ཧྲན་ཏེག་ཡིན་རོགས་ས་མ་རོགས་ད་དོན་དག་ལ་ལྟ་སྟེ་ཁྱོད་ན་དེ་ཚང་མ་ཡང་མི་རྟག་པ་ཡིན་ཀྱག་ད། མི་རྟག་པ་གཟེར་པོ་གཅིག་ང་དང་རྒྱུ་རྐྱེན་ལ་སྐྱེས་སྐྱེས་པའི་དངོས་པོ་ཞིག་འོ་ད་ང་དང་བྲག་དང་རྡོ་དང་དེ་ཚང་མ་ཁོ་རང་གི་རང་རང་གི་རྒྱུ་ཞིག་ཡོད་དེ་དེ་འཛོམས་པ་ལ་བལྟས་ན་ཁོ་ཡོངས་བསྟེན་ཁོ་འབྱུང་བསྟེན་བ་ལས། ཡང་བསམ་བློ་གཅིག་བཏང་ན་ང་དང་མི་རྟག་པ་གཟེར་པོ་གཅིག་འགྱུར་བ་ཡོད་ཀ་ནི་དངོས་པོ་ཞིག་ལ། འགྱུར་བ་ཅན་གྱི་དངོས་པོ་ཞིག་ལ་མངའ་ཐང་མི་རྟག་པ་ཟེར་ནོ། ཧ་ལས་ག་ཧ་གྱེས་དེ་ནི་མངའ་ཐང། ད་གདངས་འདི་རིང་མངའ་ཐང། སྤེ་ར་ཟེར་ན་ཟེར་ན་ཅན་ཤ་ཀན། ག་ཅན་འཇིག་ཡོང་འདུག་ཧ་ལས་ག་སྤེ་ན་མངའ་ཐང་བཞི་དང་བྲག་དང་རྡོ་ཚང་མ་ལ་འགྱུར་བ་ཐེབས་འདུག་ཧ་ལས་མངའ་ཐང་ཧ་གོས་འཇིག་དང་ནོག་པ། ཨོ་ད་གསུངས་པ་བསམ་ན་འདུ་བྱེད་ཐམས་ཅད་མི་རྟག་པ་ཟེར་པོ་ཅིག་འདུ་བྱེད་པ་ཟེར་པོ་ཅིག་རང་གི་རྒྱུ་དང་རྐྱེན་ལ་འཛོམས་པ་ལ་བརྟེན་ན་འབྱུང་བའི་དངོས་པོ་ཞིག་ལ་མི་རྟག་པ་ཡང་ན་ནི། ཨོ་དེ་ནས་སྐད་ཅིག་སྐད་ཅིག་གིས་འགྱུར་བ་ཐེབས་སྐད་ནི་དངོས་པོ་ཞིག་ལ་མི་རྟག་པ་ཟེར་བ་ས་ན། ད་ཨི་འཇིག་རྟེན་ནི་ན་ཡོད་སྐད་ནི་དངོས་པོ་ཡ་མེད་ན་འདུ་བྱེད་ཐམས་ཅད་མི་རྟག་པ་ཡིན་སྐད་འབོག་ང་དང་སྒོ་མེད་སྐད་ད་ཤེས་དགོ་སྲིད་སྐད། ད་སྡོད་ཨ་སང་ད་རུའང་ཁག་ཆེ་ཡ་ང་དང་ཅི་ཤེས་དགོ་སྲིད་སྐད་ཟེར་ན། ང་དང་རང་ཨ་ཡོད་སྐད་ནི་ཨི་གཟུགས་པོ། ཨི་སེམས་པོ་ཡང་མི་རྟག་པ་ཡིན་སྐད་འབོག་ང་དང་དེ་བས་ཀྱང་ཁག་ཆེན་མོ་བཅོས་ཏེ་སེམས་ཟིན་ན་བསམ་བློ་འཁོར་དགོ་སྲིད་སྐད་ད། ད་འོ་ན་ང་དང་ཡོད་ཀ་ནི་གཟུགས་པོ་ནང་ཁང་པ་ས་ཞིང་རྡོ་སྐྱ་བྱ་གླག་དངོས་པོ་ཚང་མ་མི་རྟག་པ་ཡིན་པ་ཧ་གོ་ན་ཅི་ནོག་དེ་ནི་དུས་འོ་ང་དང་མ་ན་ང་དང་སངས་རྒྱས་བཅོམ་ལྡན་འདས་སྐྱིད་སྒོ་མ་ན་ང་དང་འཇིགས་སྣང་སྐུ་ལྐང་གཅིག་ཙོག་ཞིག་རག་པ་ཡང་ཡང་མི་རིགས་གཅིག་ག་འོ་གཟུགས་རེ་བྲིས་བ་རེ་ཡང་ཡོང་སྲིད་ཅེས་ཟིན་ཧ་ལས་ཧ་ལས་འོ་ནང་པ་སངས་རྒྱས་པས་སྐོར་ན་ནི་ཤི་ཅེས་ཟེར་སྐོར་རྐྱང་གསུངས་འདུག་ཨེ་ཤི་ཅེས་པོ་ཡིད་དུ་ཡོང་ན་སེམས་ལ་སྡུག་བསྔལ་ཡོང་བ་ནག་པ་ཨེ་ནི་བདེན་བོན་མེད་ན་རྒྱ་ལ་སྡུག་པ་བསམ་ག་འདྲ་ཡང་ཡོང་སྲིད་ཅེས་ནོག། དེར་མ་ཟད་དང་དེ་རིང་གི་དུས་ཚོད་ལ་དཔེར་ན་ང་དང་ཕྱི་རྒྱལ་ཡུལ་དངོས་ལ་དགའ་ཨ་པི་ལི་ན་མེ་མེ་ལས་གཞན་ཡིན་ན། ཁོང་ངེད་རང་ལོ་ཙམ་མིན་ཟེར་ཟེར་ཆེས་པོ་བཀྲིས་ཆོ་ག་མ་ནོར་བ་ལས། ཅེས་ཟེར་ན་ཁོང་དགའ་ཟེར་ཡོད་པ་བསམ་ད་ང་ལོ་བརྒྱད་ཅུ་ཡིན་ང་ལོ་དགུ་བཅུ་ཡིན་ཟེར་ན་ཨེ་ནི་ཁོང་སེམས་སེམས་པ་སྐྱོ་བ་ནོ་ཁོང་སེམས་ལ་མ་དགའ་བ་དང་མ་སྐྱིད་པ་ཡོང་ནོ་ཨི་ཟུག་བཀྲིས་བ་བཏང་ཆོ་ག་མ་ནོག་ཟེར་འདུག་བ་ལས། ད་ང་ད་ཡི་ཡང་ལ་དྭགས་སྔོན་ལ་གས་དེ་ན་མི་ལོ་བརྒྱ་བཅུར་དགུ་བཅུ་ཡིན་ཟེར་ན་ཨ་ཕི་ལས་མེ་མེ་སྔོན་ལ་བཀྲ་མེད་ངེད་རང་ལོ་དགུ་བཅུ་དགུ་བཅུ་ཡིན་ནག་ཟེར་ན་མ་སོ་དད་བྱས་ན་ད་ཡང་ད་དུ་ག་ལས་འོ་ད་འོ་དེ་སྤྱི་ཚོགས་སི་ག་ཁོར་ཡུག་གི་ང་ད་ཤུགས་སྐན་པོ་ཨོ་གཟུགས་ཤིག་གི་ང་ད་ཡོ་ངན་ཅིག་ད་ཡིན་ནོག་ག་ལས་ཡིན་ནང་ཡིན་ནོག་པ་ད་སྒོམ་བདེན་པས་བྱོས་ན་ཧ་ལོས་ལོ་བརྒྱ་བཅུར་དགུ་བཅུ་ཚུགས་པ་ཚེ་ཐར་དེ་ད་རུང་འང་ཚེ་ལ་བར་ཆད་མེད་པ་ལུས་དེ་ཡོད་ན་སོ་དད་སོ་ནམ་ཅན་ཡིན་པ་སང་དེ་ཡོར་ག་གོ་སྤ་ཅིག་ཡིན་ནོག་དེ་ཡོ་ད་གོ་སྤ་ཅིག་ཡིན་ནོག་ག་ལས། ཨོ་གསུངས་པ་བསམ་ན་ད་སྤྱི་ཚོགས་སུ་ང་དང་ཤུགས་སྐྱེན་པོ་ཨོ་གཟུགས་ཡོང་བ་ཀྱང་ད་དོན་དག་ཨ་ངས་ཞུས་ན་ཨོ་ད་བདག་ས་འདི་ག་ཧ་ལས་ཨོ་མི་རྟག་པའི་སྐོར་ལ་གསུང་དགོས་བཤད་སྲིད་ཁག་ཅན་པོ་ཅི་བྱེད་བཀྱག་ཟེར་ན་ཨོ་ད་ང་དང་གཟུགས་པོ་མི་རྟག་པ་ཡིན་གང་པོ་བྱ་གླག་དངོས་པོ་ཚང་མ་མི་རྟག་པ་ཡིན་གང་དེ་མེད་ན་ཧ་གོ་སྟེ་མེད་ན་ང་དང་ཅི་བྱེད་བཀྱག་ཟེར་ན་ང་དང་དེ་ཚང་མ་ལ་གཞན། ཏེ་ཚང་མ་ཆགས། ཏེ་ཚང་མ་མ་བལྟ་གཞི་བཅའ་འཇིག་ཚོར་རེག་པ་བསགས་ན། ཨེ་ནི་འོ་དེ་ཚོར་སྐམ་པོ་བཞག་སྟེ་དེ་ངོ་བསགས་བྱས། དེ་ངོ་སྲུང་བྱས། དེ་ངོ་སྐྱོབ་བྱས་སི་དོན་དག། ཨོ་ད་གཞན་ལ་འགོ་བསྐོར། ཧམ་པ། དབང་ཡོད། ཐུབ་རྩོད། བཏང་བྱས་སི་ལ་ལ་འཇུག་ཡོད་པ་བསགས་ན། དེ་ག་ན་ང་དང་སྡིག་པ་མི་དགེ་བ་སྣ་ཚོགས་པ་ཅིག་བསགས་ཨ་མ་བསགས། ཨེ་ནི་འགའ། དགེ་བ་བསྒྲུབས། སྡིག་པ་སྤང་བྱ་སྤོང་བ་དང་རྗེས་བྱེད་ཀྱང་བདེ་བ་དུས་ཚོད་ཐོབ་པ་མེད་ཀྱང་སྐྱེ་ཟིན་དེ་ཚང་མ་བསགས། ཧྲུང། སྐྱོབ་བཅོལ་བྱ་སྲིད་དོན་དག། ད་ང་དང་གཟིགས་ས་ང་དང་ཚང་མ་དེ་ནས་ན་མགོ་འཐོམ་སྲིད་འདུག་སྲིད་དོན་བ་ལས་འོ་དེ་ཚང་མ་དོན་དག་ཅིན་ཀྱང་ང་དང་མི་རྟག་པའི་སྐོར་ལ་ལྟན་པོ་ཞིག་མི་རྟག་པའི་སྐོར་ལ་ཧ་མ་ཨོ་ཡིན་ན་སུ་ཡིན་ང་དང་མཐུན་རྐྱེན་མགོ་ས་མ་ནོག་ཟེར་ཏེ་ང་དང་རྩ་བ་ཉིད་ན་མ་ནོག་ཧ་ལས། ཨོ་ནམ་སང་ཆོས་སྤྱོད་དང་པོ་ང་དང་བདེ་མོ་བྱོས་ཏེ་ཤེས་དགོས་བྱ་སྤོ་མ་ཁག་ཅན་བྱེད་ཀྱང། བདག་སང་ང་དང་སོ་སོའི་སྐྱེ་བོ་ཚང་མ་ཆོས་སྤྱོད་བྱ་ཆོས་སྤྱོད། སྤྱོད་གང་སྤྱོད་ཨ་ནོག་ཆོས་ཀྱི་ཉམས་ལེན་སྤྱོད་ཨ་ནོག་རང་ཨ་ཅེས་པ་ཡོད་དེ་རང་སྐྱིད་པོ་དོན་དུ་གཉེར་ཨ་ནོག་ད་སྐྱིད་པོ་ཡོང་ཅེས་པོ་མ་རྩ་ལ་སྡུག་པོ་ཡོང་ཅེས་སི་ལམ་པའི་ཀ་ན་ང་དང་བ་དེ་འཇིག་གཙོ་ནས་འཆར་བ་ལ་ཨོ་དོ་ང་དང་སོ་སོའི་སྐྱེ་བོ་ཚང་མའི་སྤྱོད་དང་པོ་ནོག་སྔར་གྱི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱང་རང་ལ་ཅེས་པོ་སུའང་ཡོད་ཀྱང་ཡིན་ནའང་ཁོང་བ་རང་ཨ་ཅེས་པོ་སྤྱོད་དང་པོ་ཁོང་བ་མཁྱེན་དེ་ཡོད་ཀྱང་ཤེས་དེ་ཡོད་ཀྱང་ཨོ་གཞན་ལ་ཧ་ལས་ང་དང་ལྕམ་སྙིང་རྗེ་གོ་ན་སྐྱང་ན་རང་ཨ་སྐྱིད་པོ་ཡོང་དཀར་འབོ་ཁོང་མཁྱེན་དེ་སྐྱང་གཞན་ལ་བཅིན་པ་དང་ཨོ་དེ་སྣ་ཚོགས་ལ་བཟོད་པ་ཚུལ་ཁྲིམས་ཕར་ཕྱིན་དྲུག་གི་ཉམས་ལེན་བཅོས་ན་ཨོ་དེ་དོན་དག་དངོས་སྤེལ་ན་ཚུལ་ལ་ཨོ་དེ་ག་ན་སྐྱིད་པོ་སུ་ཡོང་ཨ་སྐྱག་ཟེར་ན་རང་ཨ་ཡོང་ཨ་སྐྱག། ད་ང་དང་ཚང་མ་སྐྱིད་པོ་རྩ་ལེན་ཅིག་སྐྱིད་པོ་རྩ་སྟངས་པོ་མ་ཤེས་ས་རང་གཅེས་འཛིན་གྱི་དབང་དུ་སོང་སྟེ་ཨོ་རང་ལ་ཆགས་པའི་དབང་དུ་སོང་སྟེ། ཨོ་དེ་ནས་གཞན་ལ་སྡང་བ་བྱོས་གཞན་ལ་ཐུབ་ཚོད་གཞན་ལ་དབང་ཡོད་དང་པོ་གཅིག་ཨ་ལྟ་ན་ཡོང་རྩ་ན་ཅི་ཡོང་བའི་ཀྱག་རང་ཨ་སྡུག་བསྔལ་ཡོང་བའི་ཀྱག་ལྟ། དེ་ཡིན་ཀན་པོ་ང་དང་སྤྱོད་འཇུག་གི་ནང་རྒྱལ་ཧྲལ་ཆེན་པོ་ཞི་བ་ལས་སྡུག་བསྔལ་རྡོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་བཅོམ་གསུངས་སོད་བ་ལས་ང་དང་ཚང་མ་སྡུག་བསྔལ་རྡོར་བྱས་སྡུག་བསྔལ་སྤང་བྱ་ཟེར་བསམ་བློ་སྡུག་ལྟ། ཡིན་ན་ཡང་ལས་པོ་སྡུག་བསྔལ་ཡོང་བྱས་སེ་སྡུག་བསྔལ་གྱི་ཕྱོགས་ལ་རྒྱུག་གི་འཇུག་བྱ་རུས། བདེ་བ་དོན་དུ་གཉེར་འདུག་ད་ཡིན་ནའི་བདེ་བ་ཡོང་བྱ་སྲིད་ལགས་པོ་མ་བཅོས་ཨ་སྡུག་བསྔལ་ཡོང་བྱ་སྲིད་ལགས་པོ་ན་རང་གི་བདེ་བ་འོ་དེ་ནི་དགྲ་བོ་ནང་བཞིན་བཅོས་མི་འཇིག་བྱ་རུ་འོ་དེ་སུས་ན་ང་དང་སོ་སོའི་སྐྱེ་བོ་དངོས་ནས་བཅོས་དང་པོ་ནོ་ད། འོ་གསུངས་པ་སང་ན་ད་འོ་དེ་ཚང་མས་ཀ་མི་རྟག་པ་ཧ་གོ་སྟེ་ཡོད་ན་འོ་དེ་བྱ་ལག་ངོས་པོ་དངོས་ལ་ཞེན་པ་ཆགས་པ་རང་གི་གཟུགས་པོ་ལ་ཞེན་པ་ཆགས་པ་རང་གི་རྒྱན་ཆ་ལ་ཞེན་པ་དང་ཆགས་པ་ཨོ་རང་གི་ལྕགས་ལ་ངོ་སྤོ་ལ་བཞེན་པ་དང་ཆགས་སྤང་ལྡོག་ཉལ་མེད་པ་སང་ན་ཨོ་དེ་ག་ན་ཅི་བྱེད་ཀྱི་སྐྱིད་པོ་རང་ལ་ཡོང་བ་ཀྱི་དཔེར་ན་རྒྱལ་ཧྲལ་བྱང་ཆུབ་སེམས་དཔའ་ངོ་ལ་ཨོ་ཙམ་ཞིག་བདེ་བ་དང་སྐྱིད་པོ་མེད་ཀྱི་ཨོ་དེ་ཚང་མ་ཅི་བྱང་སྟེ་ཡོང་སྟེ་ན་བ་ཟེར་ན་གཞན་སྐྱེས་བར་ཚིན་རང་ཡལ་བར་དོར། ད་ང་དང་ཚང་མ་བདག་ས་སྡུག་བསྔལ་པོ་ག་ཟུག་ཡོང་སྟེ་ན་བ་ཟེར་ན་རང་སྐྱེས་བར་ཚིན། ཨོ་དེ་ནས་གཞན་ཡལ་བར་དོར་བ་སང་ན་ཨེ་ནི། རང་གདོད་པ་ནང་བཞིན་མ་གྲུབ་བ། མ་གདོད་པ་ནང་བཞིན་གྱི་སྡུག་བསྔལ་ཆར་བབས་ཏེ་སྡུག་བསྔལ་ཐོག་ཏུ་བབས་ཏེ་ཡོངས་སྐྱེས་པོ་ཨོ་དེ་འགེགས་པ། ཨོ་ད་གསུངས་པ་སང་ན་ད་དེ་རིང་ཡིན་ཏེ་གང་ང་དང་ཅིས་གསུངས་བསྟན་ནོ་ཟེར་ན། ཆེས་ཤིན་ཏུ་ལན་པ་ལུགས་ཀྱིས་ཀྱང་ད་ཨོ་ད་ང་དང་འཆི་བ་མི་རྟག་པའི་སྐོར་ལ་གསུངས་བསྟན་གེགས། ཨོ། ད་བྱི་བ་མི་རྟག་པའི་སྐོར་ལ་བཀའ་ཟུག་ཡིན་ཀྱང་ཟེར་ན། དཔེ་ན་ཟེར་དང་ད་ལས་ང་དང། ཆེས་ཤིན་ཏུ་ལེན་པ་ལུག་གིས་ཀྱང་ཟེར་ན། ལུག། ཧ་ལས་ང་དང་ར་མ་དང་ལུག་ཟེར་ཏེ་ལུག་སྔོན། བདེན་པའི་ཁོ་ཏུ་འགྲོ། དེས་ན་ཟེར་ཀྱང་ཁོ་བ་ཅང་ཧ་ལས་ན་ལུག་ལ་ན་སྟངས་ཅང་མ་ཤེས་སྐན། ཧ་ཅང་ལེན་པ་ན་བ་ལས། ཨོ་ད་ག་རྒྱལ་བ་ནང་ཁ་མེད་ཁོ་རང་སྡིག་པ་རེད་ག་རྩྭ་བཟའ་བཅའ་ཞིག་དང་ཆུ་འཐུང་བཅའ་ཞིག་ཨི་གཟུགས་རེ་བ་དང་ཡ་མེད་ན་ནི་གྲངས་མེད་མ་ཡོང་ན་གྲོན་མེད་ཡོང་ན་ང་གཅིག་དྲོད་པ་འགྲངས་ན་ཤུལ་ལུས་སྤྲོད་ན་བསམ་ག་ཨི་གཟུགས་ཞིག་མ་གཏོགས་རེ་བ་ཞིག་མ་གཏོགས་ཡང་ཁོ་སྡིག་པ་རེད་ག་ཅང་བཤད་ས་མ་ནོ་སྤང་བླང་ལ་སྟོང་གཉེན་གྲུང་པོ་ཨོ་ད་ཨི་གཟུགས་རྩིས་བཅའ་ན་དེ་ཙང་མ་ཅང་མ་བཤད་བཟོ་བ་ས་ན་ཆེ

སྙིང་མདར་ན་གཞན་པའི་རང་སྟེང་དུ་སྦྱོར་མི་ཤེས་པ་དེ་ནི་ཕྱུགས་ལ་བླུན། འོ་ད་ཨང་ས་དང་ཐོ་ཨན་པོ་ཆེ་ཁོའང་དངངས་ས་ཅག་ཡིན་ནོ་བསམ་ག་ན་པོ་ད་ལུག་ཡིན་ན་ཡང་བསམ་བློ་འཁོར་འདུག་ཨ་ཟེར་དང། ལུག་ག་ཡང་འདོད་ཤེས་འདུག་ཨ་ཟེར་དང། ཨ། ཁོ་རང་ཨ་ཡ་ཏོ་ངོ་ཁོ་རང་ན་མཉམ་པོ་ཡོད་ག་ན་ངོ་ས་དང་པོ་ཆེ་ད་འདིའི་སྟེང་ན་དངངས་ས་ཅག་ནོག་ས་དང་ཨེ་ནས་ཁོའང་ཚང་ཚང་འདར་འདུག་འོ་དེ་ཙ་ན་འདར་ཙ་ན་ཁོའི་བསམ་བློའི་ནང་ཅི་ཧ་གོ་ས་དེ་ཡོད་ཀྱི་ཨང་ས་ན། ད། ཡིག་ངེས་རེད་ཡ་ཏོག་ངོ་ངེས་རེད་ང་ནི་གཉན་པོ་ཡོད་ག་ངོ་ས་ཏུ་ད་དེ་སྟེང་ན་ངའང་ས་ཆ་ཟིན་ཨོ་བཟའ་མཁན་པོ་ལུག་འང་འདུག་ཨ་ཟེར་ཏོ། ད་ང་དང་མི་ཡིན་པ་བསམ་ན་རང་ཡིག་ང་དང་ཡི་ཡ་མདོ་ན་ཡོད་ག་ངོ་ས་གན་ད་མེད་ན་ཡང། ཁོང་ཚང་མ་ཨོ་རང་ཡིག་ངས་ཡ་མདོ་ན་ཡོད་ག་ནི་ཨོ་ད་དེ་ནི་ཁྱིམ་ཚེ་སུ་དང་སུ་ཞིག་ཨ་ཕི་ལས་མེ་མེ་ལས་ད་ཡ་ཡ་མེད་ན་ང་དང་རྒྱ་བ་སུ་དང་ཨ་ཅོ་ཨ་ཅེ་ལས་ནོ་ནོ་ནོ་མོ་སུ་ཞིག་ཨོ་ང་དང་ཀྲོང་ས་ཐོང་ཨན་པོ་ཅིག་ཁོང་གཤིས་ཡས་ཐོང་ཨན་པོ་ཅིག་ང་ཏང་ཨང་ཨོ་དེ་བསམ་བློ་འཁོར་དགོས་སྟེ་ནོག་ངའང་གཤིས་ཅཱས་ཨིན་ནོག་བསམ་ཀན་པོ་སོང་སྟེ་ནོག་ཏང་གཤིས་ཡས་ཟེར་ན་ཨོ་ལུག་ལ་ཡང་ཨོ་དེ་འུན་ཏ་ཧ་གོ་རུ་བ་ཁོ་རང་ཡ་ཏོ་ཉམས་པོ་ཡོད་ཀན་ངུ་ས་ད་ཐོང་ཨན་པོ་ཅིག་ད་ངའང་ས་ཅཱ་ཡས་ནོག་བསམ་སྟེ་ཁོ་དར་དུ་བ་ཟེར་ཏོ་ད་ང་ཏང་ཨང་ཡང་ཡ་ཏོ་རྫ་ཧོ་ང་ཏང་ཨང་ཨོ་ན་མི་སུ་རེ་ཀྲོང་ཟེར་ན་ཨོ་དེ་ཀྲོང་ས་གཤིས་ཡས་ཐོང་ཨན་པོ་ཅིག་ད་བཞག་ཤིག་ན་བཞག་ཤིག་ངའང་ཤེས་ཀྱི་མདོག་ཨོ་ད་མ་ཤེས་ས་ང་ལ་ཆོས་རྣམ་པར་བརྟག་པ་ཞིག་མ་གཏོགས་ཆོས་རྣམ་པར་བརྟག་པ་ཞིག་མ་བྱོས་ན་ད་སྤེགས་བོར་བཅའ་འདུག་བསམ་སྟེ་ང་དང་སེམས་ནང་ཨོ་སེམས་ནང་ལ་ད་ང་དང་གཟུགས་པོ་བརྡར་ཏེ་སེམས་ནང་ལ་ཨོ་གཟུགས་ཚེར་ཁ་ཡོང་དགོས་ཤ་ཡིན་ནོ་ཨོ་གཟུགས་ཡིན་ང་དང་གཟུགས་ངལ་ཡོང་དགོས་ཤ་ནོ་ཨོ་གསུངས་སྟེ་ནོ་ད། ད་ང་དང་འདི་ངོ་ཡོང་ཆས་ཟ་ཟེ་ག་བོར་དེ་ད་རུང་ཡང་མི་མཐོང་བར་པོ་ཅིག་ཨོ་ད་ཁོ་ཤི་ཁོ་གཅིག་ཅེས་ཨེ་ནི་ང་དང་སེམས་ནང་ལ་ཚོར་བ་རྩ་བ་ཉིད་ན་མ་སླེབས་པ་འདུག་ན། ཨོ་ད་ང་དང་ལུས་ག་སང་ང་དང་ཐུ་བ་སོང་དེ་ནོ་ལུས་ག་སང་ང་དང་ལྐུག་པ་དང་ལན་པ་དང་ཅང་མ་ཤེས་ག་ཐུ་བ་སོང་དེ་ནོ་གསུངས་དེ་ནོ་ད། ད་དེ་ལོ་རྒྱུས་ཤིག་དེ་ཡོད་ཀྱི་ཧ་ལས། སྔར་གྱིས་སྔར་མ་སྔར་མ་ཞིག་ཤན་པ་ཞིག་གིས། ཧ་ལས། ཨོ་ཤན་པ་ཞིག། ཡིན་ནི་ད་ཁོ་རང་ད་ཁོ་ཤན་པ་ཡིན་པ་བསམ་ན་ཁོ་ར་ར་མ་ས་དང་ནོག་ལུག་ས་དང་ནོག་རྫོ་ས་དང་ནོག་ཡག་ས་དང་ནོག་ཨོ་ད་དེ་སྣ་ཚོགས་ལ་མི་འདྲ་མི་འདྲ་ས་ཡོད་པ་བསམ་ན་ཡིན་ནི་བཞག་ཤིག་མི་བཞག་ཤིག་ད་ཁོས་ཨོ་ལུག་ཅིག་ཁྲིད་དེ་ཡིན་ནི་ཨ་ཆུ་ད་ས་གཙང་སྤེ་ཐ་མ་ས་ད་ལ་ཁེར་སྐྱ་ག་ལེ། བྱས་ཟིན་ན་གཙང་སྤེལ་ཐ་མ་ས་དང་ཁེར་ན། ཨེ་ནི་དེ་ག། ཨེ་ནི་ས་དེ་སྟེང་ན། ཨོ་དེ་ནས་ད་དེ་ག་ཁེར་དེ་ནང་མི་གོ་ཤ་སི། ཨོ་ནང་བ་ཡོད་གང་དེ་ཚང་མ་ཁྲུས་ཏེ་གཙང་མ་བྱོས་ཏེ། ཨེ་ནི་དེ་ཚང་མར་དེ་མོ་བྱོས་ངན་ཅག་ལ་ལྷ་མོ་བྱེད་ཁོ་ཆུས་ཐ་མ་སོང་པ་ས་ན་ཆུ་དག་སོང་པ་ས་ན་ལྷ་མོ་བྱེད་ཀྱག་ཨེ་ནི་མི་ཡང་ཐོང་ས་དེ་ཙམ་ཞིག་མེད་པ་ས་ན་ཨེ་ནི། ཤན་པ་ཅིག་གིས། ཨེ་ནི་ཁོ་རང་ས་བཅས་སི་ལུག་པོ་ཁྲིད་དེ། ཨེ་ནི་བཀྲིས་ནང་བསྟན་ཨོན་ཁོ་རིག་འཇིག་ད་གཙང་སྤེལ་ཐ་མ་སོང་ཀ་ག་ལེ། ད་ཁོ་གཙང་སྤེལ་ཐ་མ་ལེབ་ལེབ་ཚུགས་པ་ཁོ་ས་སྐྱ་དང་རྩ་བིག་ཐག་རིངས་དང་ཨི་གཟུགས་ཤིག་ཡོད་པ་སང་ན་ཨ་ཀ་ལེབ་ལེབ་ཚུགས་པ་ད་ཁོ་རང་རྩ་བིག་མངལ་བ་སང་ན་ཨེ་ནི་ཁོའི་ད་ཁོ་རང་ཨེས་ག་ལེ་བཟའ་བཅས་ཐུང་ཅང་རེད་ད་ང་དང་འུག་སིང་ཟེ་ར་ཚོགས་ཨོ་ད་ཨི་གཟུགས་རེང་ཁོ་ཁུར་དེ་ཡོད་འགྲོ་དོ་ད་ཨ་ཁོའི་ལུག་པོ་ཨོ་དེ་ནས་ཀ་ཨོ་དེ་ནས་ཕོ་ལོང་འཇིག་ཨ་ཏགས་དེ་ནང

ད་ངལ་རྩོལ་རྒྱབ་རྟེན་ལོགས་སུ་ཡོང་བར་འབོད་ཅིག་ད་ཅིའི་ལུགས་བཏགས་ཟེར་འབོར་ཚེ་ག་ཁོ་ལུགས་པོ་ན་ངན་པོ་ཅི་ཡང་དེ་ནས་ག་འབོར་དུ་ཡོད་པ་བསམ་ན། ཨེ་ནས་ད་དེ་བར་བས་ན་ལུགས་པོ་ཨ་ཅིས་ཧ་གོ་ཀྱག་ཟེར་ན་ད་ཁོས་ཁྲི་དེ་ཁྱོང། ཨེ་ནས་ཁོས་ད་ཁྲི་ཡང་ཁུར་དེ་ཡོད་ད་གཙང་སྤེལ་ཐ་མ་སླེབ་བར་འབོད་ཅིག་ཨིན་ཅིས་པོ་ད་ཁོ་ལུགས་ཨིན་རོགས་ད་ཨིན་ན་ཡང་ད་ང་ས་ཅ་ཟ་ཨི་ག་ཁྲི་དེ་ཁྱོང་ཟེར་ཏེ་ནོག་ཨི་བཀྲིས་ན་ང་ས་ཅ་ཡིན་རོགས་བསམ་ག་འདོག་ལུགས་པོ་ཨ་ཧ་གོ་ཀྱག་ཨ་ད་ལས། ཨོ་ད་ལུག་པོ་ཨ་ཧ་དབོན་པོ་ཅིག་ཨེ་ནི་ལུག་པོས་བཤན་པ་ཨོ་ད་ང་སུ་རྒྱལ་བའི་བཞིན་ཨ་ཨེ་ནི་ད་དེ་ན་ཨ་ཨེ་ནི་ཁོ་རང་དག་སལ་ཚངས་པའི་ཐ་མ་པད་མའི་ཀ་ཨེ་ནི་ཕོ་ལོང་ཨ་ཏག་སྟེ་ཡོད་པ་སང་ནམ་ཨེ་ནི་ཁོ་རང་དུ་ག་པད་མ་ཁོ་རང་ཨ་ལག་པ་ན་ཧ་ལེ་ཨོ་ལག་ཐོ་དང་སྟེ་ཨེ་ནི་པད་མ་འབྲུ་སྟེ་ཨོ་དེ་ན་ཨ་དག་སེ་ཁོ་རང་ས་བཅད་སི་ཏྲི་ཁོ་རང་ས་བཅད་སི་ཏྲི་བཤན་པ་སྐུར་དེ་ཤོང་ཀ་ནི་ཏྲི་ཨོ་ཨོ་དེ་པད་མའི་ཡོ་བ་དང་སྟེ་ཨེ་ནི་ཁོ་རང་འདེད་བརྟག་པའི་ཀ་ཨོ་ད་ལུག་པོ་སེ་ག་འདུག་སྟེ་ཀྱག་ལ་ད་ཞན་པ་ལོག་སྟེ་ཡོང་ཙ་ན་དེ་ད་ཅི་ལུག་གི་འགྲམ་པའི་ཀ་ཨོ་བཀྲིས་བོར་སྟེ་པ་ས་ན་ད་ཁོ་བཀྲིས་སུ་དོར་ཀྱག་ཨོ་ད་ཅི་ང་བཀྲིས་ཨི་ནས་ཀ་ལུག་པོ་ན་ཉམས་པོ་བོར་སྟེ་བུན་པ་ཅི་སོང་ང་རང་ཨ་ཅི་སོང་ང་རང་ཨར་བརྗེད་ནས་མ་ན་བརྗེད་ཀྱ་མེད་ཡ་མེད་ན་མི་ཡོང་སྟེ་ཨི་བཀྲིས་ནི་སུ་ཡང་འཁྱེར་ཀྱ་མེད་ཨི་ཡམ་དོན་ལ་མི་སུའང་འདུག་མི་ནུག་ང་རང་ནང་ལུག་པོ་མ་རྟོག་མེད་ན་རྩ་བ་སྙིང་ན་ཨི་ཀ་ན་སེམས་ཅན་སུའང་ཡང་ཡོད་མེད།

ཨོ། ཁོ་རང་གླག་ཐོ་བཏངས་ཏེ། པད་མ་བྲུས་ཏེ་ཨོ་དེ་རང་བཀྲིས་བཀབས་ཏེ་དེ་ལྟག་པའི་ཁར་ཁོ་རང་འདུག་ཏེ་ཡོད་ཀན་པོ། ཨེ་ནས་ཤན་པ་ཐོང་ཀ་ད་ལ། ད་ཤན་པ་ཐོང་པོ་ཅིག་ཤན་པ་ཁོ་རང་ཧ་ལ་སྐྱ་ད། ཨོ་ཧོ། ངས་ཨི་ལུག་པོ་ས་ད་ཁྱོངས་ཏེ་འབིན། ངས་ཨི་ལུག་སྔུན་ཧ་ཅང་ལན་པ་ལྐུག་པ། ཨོ་ད་དུད་འགྲོའི་རིགས་ཤིག་རེད། ཁོ་སྡིག་པ་རེད། ཁོ་རང་ས་སྐྱ་ལ་འཇིགས་ཏེ་ཨི་བཀྲིས་ན་ཁོ་རང་ས་སྐྱ་ཡིན་སྐམ་པོ་ཁོ་ཧ་གོས་ཏེ་ཨི་པད་མ་འདུགས་ཏེ་དེ་ལྟག་པའི་ཀ་ཨི་ནི་ཁོ་རང་འདུགས་ཏེ་ཧ་མི་གོས་ཅ་ཤོད་ཅ་སྤོ་ད་ཁོ་ཁོ་རང་ཤི་སྐྱ་ལ་ཡ་མེད་ན་ཁོ་རང་ས་སྐྱ་ལ་ཁོ་འཇིགས་ཏེ་ཨིན་ཀེག་ཁོ་ལུག་ཨིན་ན་ཨི་ཟམ་ཞིག་ཧ་གོ་རུག་ང་ད་མི་འཇིགས་ཨིན་རོགས། ཧ་ལས། ཨོ་ཨི་སམ་ཐབས་སྐྱོ་བོ་ང་བདེན་པས་ང་རང་ང་རང་སྡིག་ཅན་ཅིག་ཡིན་སྐད་ང་རང་ང་རང་ཐབས་སྐྱོ་བོ་ཞིག་ཡིན་སྐད་ང་ཨི་ལུག་པ་ཨི་གཟུགས་ཞིག་ཨི་ནི་ཁོས་གཞན་པའི་སེམས་ལ་ད་ལྟའི་ག་ན་འགྱུར་བ་ཐེབས་སྐད་ཧ་ལས། སོང་པ་བསམ་ན་ད་ཁོ་ཁོ་རང་པདྨ་ན་མ་ན་འཇིགས་ཏེ་འཇིགས་ཟེར་དང་ཡ་མེད་ན་ནི་ཁོ་རང་ཁྲེལ་ཏེ་ཡ་མེད་ན་ནི་ཁོ་རང་ངོ་བཅུམ་བཅུམ་སོང་སྟེ་ལུག་པོའི་བསམ་བློ་དང་དང་པོ་དང་ལུག་འཇིགས་སྣང་ཡོད་དཀར་པོ་ལུག་པོས་ཨི་ནི་བཀྲིས་བ་དང་པོ་ཧ་གོ་བ་པོ་ཅིག་ཨི་ནི་ཁོའི་སེམས་ལ་འགྱུར་བ་ཡོད་ཐེབས་སྐད་ཧ་ད་ལས། དེའི་ལུགས་ཀྱི་ནང་སྡིག་པ་དེ་ཁོ་རང་ལ་ཧྲོག་ཨི་བསམ་བཅས་སྤོ་འདུག། ཧ་ལས་ཁོ་རང་ཁོ་རང་ཨི་བསམ་མ་གཟུགས་ཡོང་འདུག་བསམ་སྟེ་བསམ་ག་འདུག་ཁོ་རང་སྤོ་ཅིག་ཨི་ནི་ཤན་པས་ཨོ་དེ་ག་ན་བཟུང་སྟེ་ད་ལྟ་ན་བཟུང་སྟེ་ངས་དུད་འགྲོའི་རིགས་ནམ་ཡང་མི་བསད། ང་དུད་འགྲོ་བ་ཨོ་ཨི་བསམ་ཐུབ་རྩོད་དབང་ཡོད་ང་རྩ་བ་ཉིད་ན་མི་དང་བདག་ས་ཚུགས་པ་ང་དྭངས་ཆ་སུ་ལྡེམ་པའི་ང་ནོར་དོགས་ང་ལུག་ནག་ཏུ་རུ་ངོ་ལ་ད་ཨི་ཟམ་བསམ་བློ་ཁོ་རེ་ད་ཨི་ཟམ་ཁོང་འཇིགས་སྣང་ཡོད་ད་ཁོའང་ཨི་ནི་ཤོག་ལ་ཅེས་པ་ཡད་དཀར་པོ་ང་ཧ་མ་གོ་ང་མ་ཚོར་ང་མ་ཤེས། ཨི་ནི་ཤན་པས་གལ་ཏེ་ན་ད་ན་བཟུང་སྟེ་ངས། སྲོག་ཆགས་ཅི་དང་ཅི་ཞིག་ཕྲ་མོ་ཚུན་ཆད་ཅི་ཡང་ནམ་ཡང་མི་ཟད་ཅེས་སའི་གཏམ་བརྒྱ་ཁ་ལན་བཅོས་སྟེ་ཨི་ནི་ལུག་པོ་ཁོའི་ཚེ་ཐར་ལ་བཏང་སྟེ་ཨི་ནི་ད་མི་ཚེ་ནའང་ཨི་ནི་ང་དང། ཁོ་ད་ལོ་ཆོས་སུ་ཟེར་ན་ཡང། ཨོ་དེ་ནས་ད་ཏུ་དྲོད་ལ་གནོད་པ་དང་འཚེ་བ་གཅོད་བྱ་སྤོ་སྤང་སྐྱ་ག་ལས་གསུངས་པ་སང་ན་ད་ང་དང་ཨོ་ལུགས་ཡིན་ན་ཡང། རང་གི་ཡམ་དོ་ན་ཡོད་གནས་རང་གི་ཉེ་འཁོར་ན་ཡོད་གནས་ཏུ་དྲོད་ངུ་ས་དང་པོ་ཅིག་ཤི་ཡས་ཐོ་ངན་པོ་ཅིག་ད་ཨེ་ནས་ཁོང་རང་འཇིགས་ཏེ་བདར་ཏེ་ཚེ་སྲོག་ལ་སྐྱོབ་བྱེད་ཟེར་ཐབས་ལ་བརྩོན་འདུག་ག་ལས། ད་དེ་ག་ན་འང་ད་དོན་དག་ག་དེ་རིང་ཡིན་ག་ན་འང་ལྷ་བྱ་བོ་ཅིས་སོང་བསྟན་འོག་ཟེར་ན་འོ་ད་ང་དང་མི་ཡིན་པ་སང་ན་མི་ཡས་རྣམ་དཔྱོད་ཡོད་པ་སང་ན་རྣམ་དཔྱོད་པོ་བཀོལ་ཏེ་འོ་ད་གཞན་མི་ངུན་ཧ་གཞན་ང་དང་འགྲོ་བ་སེམས་ཅན་ངུན་འོ་ད་ང་དང་གྲོང་ས་ཐོང་ཨན་པོ་ཅིག་སེ་ཤི་ཡས་ཐོང་ཨན་པོ་ཅིག་ང་དང་འོ་ད་ཁོང་ནང་ཙོག་ཤོག་ཡོད་ག་ནིན་ནོ་ང་འང་བཞག་ཤིག་ན་བཞག་ཅིག་ཤི་བྱ་ཡིན་ནོ་འོ་མ་ཤི་ཚུགས་པ་ཨོ། ཆོས་རྣམ་པར་བརྟགས་པ་ཞིག་གྲུབ་མ་རྙེད་ན། ཨོ། དེ་ནས་རང་ང་གཞན་ལ་ཕན་ཐོགས་ཤིག་སྤྱོད་མ་རྙེད་ན། ཨོ། སྡིག་པ་མི་དགེ་བ་ཞིག་བསགས་འཆའ་ན་ད། ཨོ། ད་ང་མི་ལུས་རིན་ཅན་པོ་ཐོབ་གང་པོ་སྒོ་མ་ཆོད་ད། མི་ཡི་ཡིད་བསམ་རྣམ་དཔྱོད་ཅིག་ཡོད་དོ། དེ་རྣམ་དཔྱོད་པོ་ང་གོལ་མ་བྱེད་ཟེར། གསུངས་པ་ཟེར་ན་ང་ལུས་ག་སང་ཐུ་བ། ང་ལུས་ག་སང་ཨེ་ནས་ག་ཁྱེད་དེ་ན་ཐབས་སྐྱོ་བ་བྱ་བྱ་ཟེར། གསུངས་པ་ཟེར་ན་ང་ད་མི་ཡིན་ནོ། ཨོ། ད་ང་བདེན་པའི་ད་ན་བཟུང་སྟེ། ཨོ་ད་ཆོས་རྣམ་པར་དག་པ་ཅིག་བསྒྲུབ་ཡིན། ཨོ་ཆོས་རྣམ་པར་དག་པ་ཅིག་སྤྱོད་ཡིན། ད་སྐྱེ་བ་སྟེང་མའི་ལམ་རྒྱགས་ཤིག་ངས་བསགས་ཡིན་བསམ་དཀར་མོ་ང་དང་བསྲེས་མིན་ནའང་བསམ་བློ་འཁོར་ཏེ་ཨེ་ནི་ང་དང་ཆོས་ལ་འཇུག་ན། ཨོ་ད་ང་དང་དེ་ནི་མི་རྟག་པས་སྐོར་ལ་ང་དང་ཧ་གོ་ག་འགྲོ་ང་དང་ནང་རབ་བྲོ་བཙོང་དེ་ནོ་བ་ལས། ཨོ་ད་དག་ས་ཨོ་ང་དང་ཚང་མ་ཨོ་ད་ང་དང་སུ་ཞིག་ན་ཧ་ལས་ངེས་ཤང་གཅིག་པ་བཞུགས་ས་མེད་ང་དང་ཚང་མ་ཨོ་ད། སངས་རྒྱས་བཅོམ་ལྡན་འདས་ཀྱིས་ང་དང་ཨི་ཟའམ་བསླབ་བྱ་བཀའ་སློབ་ལམ་སྟོན་འདེམས་པས་ད་གདངས་དེ་རིང་ཡི་དུས་སོགས་ལ་ང་དང་སངས་རྒྱས་ནང་བཞིན་ཅིག་གིས་བཀའ་སློབ་ལམ་སྟོན་ཅིག་ཨི་ཟའམ་མི་ཟེར། འགྲོ་ལུགས་འགྲོ་སྟངས་ལམ་སྟོན་གསལ་པོ་བཅོས་ཟེར་སྟོན་ག་ཅིག་ཡང་སྟོན་པ་མེད་པ་ཡིན་ནོག་ཟེར་ན་ང་དང་ཟེར་ཆོག་ཅེས་བཟོད་དོན་ཨོ་ད་འདེམས་པས་ང་དང་སངས་རྒྱས་སུ་ཡིན་གསུང་སྔོན་ལ་ང་དང་ལྟ་སྟེ་ཁྱོང་ན་བཀའ་ཟུག་ལམ་སྟོན་འདེམས་མོ་གསུངས་སུ་འདུག་ད། ཨོ་ད་པེ་ན་དེ་རིང་ང་དང་ཡི་ག་གསུང་བྱས་སའི་ཚིགས་པོ་དགུང་གྲངས་རིན་པོ་ཆེ་སང་གསུངས་སྟེ་ནོ་ད་དགུང་གྲངས་རིན་པོ་ཆེ་སང་སངས་རྒྱས་སི་བླ་བརྒྱད་ནང་ཨོ་སྔར་གྱི་རྒྱལ་སྲས་བྱང་ཆུབ་སེམས་དཔའ་ངོ་ནས་ཉམས་ལེན། རྒྱལ་སྲས་བྱང་ཆུབ་སེམས་དཔའ་ངོ་ནས་བླ་བརྒྱ། སངས་རྒྱས་སི་བཀའ་སློབ་ལམ་སྟོན་སྔོན་ལ་ལྟ་སྟེ་དེ་ངོ་ནས་ག་ན་ཨེ་ནས་ང་དང་ད་གོར་དེ་མོ་ཅོག་སྟེ་ང་དང་ཚིགས་ཉུང་ངུ་འཇིག་ཡིན་ན་དོན་དག་སྙིང་པོ་ཞིག་བསྡུས་སྟེ་ང་དང་གསུང་བ་རྫ་དེ་ནོ་བ་ལས། སོང་མ་སང་ན་ད་བདེན་པས་ང་ནང་པ་སངས་རྒྱས་པ་སྐད་ཆ་པོ་ད་བདེན་པས་སྐྱེ་བ་སྔར་མེད་ལ་བཟང་པོ་ཞིག་ཡིན་ཀྱ། ང་ཕ་མ་ཡི་གཟུགས་ཞིག་ཡུལ་ཡི་གཟུགས་ཞིག་སྐྱེས་ཏེ་ཆོས་ཟབ་མོ་ཞིག་དང་ཕྲད་ཀྱ་པོ་ད་བདེན་པས་ང་བསོད་བདེ་བསོད་ནམས་ཀྱ་འཇིག་ཡིན་ཀྱ་བསམ་སྟེ་དེ་ནས་རང་ནང་རང་དགའ་བ་བཟོ་མི་འཇིག། ཨེ་དེ་དགའ་བ་བཟོ་མ་ན་ཉམས་པོ་ཉམས་པོ་ད་མི་ཚེ་ལྷག་མ་བོ་ཁྱེད་དེ་ནང་དོན་དང་ལྡན་པ་ཞིག་དང་ཆོས་དང་མཐུན་པ་ཞིག་ཡིན་ན་ཀོ་ལིན་བསམ་སྟེ་རང་ནང་རང་ག་ལེན་བྱོས་ཏེ་རང་ནང་རང་གི་དམ་བཅའ་བོར་ཏེ། རང་ནི་རང་སྐུལ་མ་བཅོས་ཏེ་ཨོ་དེ་ནི་མི་ཚེའི་སྙིང་པོ་ཅན་ཅིག་དང་མི་ཚེའི་དོན་དང་ལྡན་པ་ཞིག་སྙམ་པོ་སྙམ་པོ། ཨོ་དེ་ནི་རང་གི་གཉེན་གྲོང་པོ་ཕ་མིང་འབུལ་ཞིང་ཨོ་དེ་ནི་ཁྱིམ་མཚེས་མྱང་ན་མྱང་ན་སྙམ་པོ། ཨོ་དེ་ནི་སྡུག་སྡུག་ཚུགས་པ་མཐུན་ལམ་རེ་མོ། ཨོ་བྲེལ་བ་བཟང་པོ། ཨོ་དེ་ནི་གཅིག་ན་གཅིག་ག་ཧ་ལས་ཨོ་དེ་ནི་གནོད་པ་མ་སྐྱེ་ལ་སེམས་ངན་ཕྲག་དོག་མ་སྐྱེ་བ། གཅིག་ན་གཅིག་ཅེས་ཟེར་ན་ང་དང་མིའི་མི་ཚེ་གི་ནང་ཧ་ཅང་མཐུང་ཚེ་འགལ། ཡོད་མེད་ཀྱང། བསྟོད་རྒྱུ་ནང་དང་ཞོལ་མེད་ན་སངས་དང་འཇིག་རྟེན་ཕྱི་མ་གཉིས་སྔོན་ལ་གང་ཡོད་སྔོན་ལ་གང་ཡོད་རྟོལ་མེད་པས། སངས་ཀྱི་ཚིག་ལ་མ་བརྡབས་པ་ཕྱི་མའི་དོན་ལ་བརྡབས་པར་འཚལ་ཟེར་སངས་རྒྱས་རང་གི་མདོའི་ནང་གསུངས་སོ། དོ་ར་སྔ་ལ་ཡོང་བ་དང། སྐྱེ་བ་སྟིང་མ་སྔ་ལ་ཡོང་བ་སུའང་ཅང་ཟེར་བྱེད་ས་མེད་ཀྱང། ཨོ་ད། སྐྱེ་བ། ཐོ་ར་སའི་དོན་དག་བ་དེ་འཇིག་ཐོ་ར་སའི་དོན་དག་གཅིག་པོ་ནང་མའི་དོན་དག་རང་ཡིན་ཚེ་དེའི་དོན་དག་གཅིག་པོ་མགོ་འཁོར་དེ་མ་འདུག་ག་སྐྱེ་བ་སྟེང་མའི་དོན་དག་ཅིག་གྲུབ་བའང་ཟེར་ཏེ་ནོ་སྐྱེ་བ་སྟེང་མའི་དོན་དག་ཅིག་བཅོས་སའང་སྨོས་ཏེ་ནོ། ཨོ་ད་སྐྱེ་བ་སྟེང་མའི་དོན་དག་ཅིག་བཅོས་ན་ཅི་ནོ། ལུས་ངག་ཡིད་གསུམ་པོ་བཟང་པོའི་ཕྱོགས་ལ་བཀོལ་ཅེས། ལུས་ངག་ཡིད་གསུམ་པོ་ཆོས་དང་མཐུན་པའི་བླ་མའི་ནང་བཀོལ་ཅེས། ཨོ་གཞན་ལ། ཨོ་གཞན་འགྲོ་བ་སུ་དང་སུ་ཞིག་ཡིན་ནམ། སུ་དང་སུ་ཞིག་ལ་ཡང་དབང་ཡོད་དང་ཐུབ་ཚོད་དང་ཧམ་པ་དང་ཨི་གཟུགས་མི་བྱེད་ཅེས་གསུངས་པ་ཟེར་ན་ང་དང་ཚང་མ་ཨོ་ད་ཨོ་གཟུགས་རེད་ཧ་གོ་སྟེ་ཨེ་ནས་མི་ཚེ་བླ་མེད་ག་ནར་དལ་མོ་བཅོས་ཏེ་སྒྲུལ་ཤེས་ན་ཨོ་མི་མི་ཚེ་ཡང་བདེ་མོ་ཞིག་དང་ཡང་བཟང་པོ་ཞིག་ཡིན་ནོ་ད་བདག་ས་ང་དང་གོ་སྐབས་ཡོད་དེ་ནོ་ཡང་ཡོད་དེ་ཡོད་དེ་ཅི་ཡང་དེ་གོ་སྐབས་པོ་མ་ཕུད་ད། ཨོ། སོང་བ་སང་ན་ཚང་མས་ཨོ། ད་ཨི་ཟུག་གི་ཐུགས་རང་མཛད། ཨོ། ང་དང་ཚང་མས་མཛད་བློ་གཟུར་ཏེ་བཞུད་བྱས་ཟིན། སོང་བ་སང་ན་ཚང་མ་ལ་ཐུགས་རྗེ་ཆེ། ཨེ་ནི་འདི་རིང་འདི་ག་ཚངས་པོ་རིན་ང་དང་ཡི་ག་དུས་ཚོད་པོ་ཡང་མང་པོ་ཞིག་མི་འདུག་སོང་བ་སང་ན་ཨེ་ནི་ཚང་མ་ལ་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཐུགས་བརྩོན་མཛད་ཟེར་ཏེ་བཞུད་བྱས་ཟིན་རྒྱུད་ལས།